བཅུ་ལས། དེ་ནས་ཟངས་ཤོག་སྣོད་ལངས་མི་ངོ་བཞི་བཞག་པ་ནོ། ངོ་བཞི་ལ་ར་བའི་བཅུ་དྲུག་ཡོད་པའི་ནང་ནས་ར་བའི་གཉིས་སྤ་ཡིན་ནོ། ར་བའི་གཉིས་སྤ། དེ་ནས་བྱང་ཆུབ་ཀྱི་སེམས་མི་བྱེད་བྱ་སའི་ཕྱིར། སྨོན་ལམ་བཟླས་པ་ཡིན་ནོ། སྨོན་ལམ་བཏབ་པ། དེ་ནས་བྱང་ཆུབ་ཀྱི་སེམས་མི་བྱེད་བྱ་སའི། དེ་ནས་ཁྱུ། མི་བྱེད་བྱ་སའི་སྨོན་ལམ་བ་རྨོངས་པའི་ཡུལ་གང་ནོ། དེ་ནང་ནས་དེ་རིང། དེ་ནས་བྱང་ཆུབ་ཀྱི་སེམས་མི་བྱེད་པའི་ཁྱུ་གསུམ་སྤ་ཡིན་ནོ།

ཆོས་བསྟན། དེ་ནས་ཆོས་བསྟན་པ་སངས་ཏེ་ཉམས་ལེན་བཅུ་སྲིད། དེ་ནས་དེའི་ན་སྐབས་ཀྱི་བདེ་བ་དང་མཐར་ཐུག་གི་བདེ་བའོ། ང་དང་མཐོ་བ་ནོ། དེ་གསུངས་པ་སངས་དེ་ནས་འགྲོ་བ། སོ་སོ་རང་རང་ཡི། དེ་ནས་ཁམས་དང་མོས་པ་དང། མཐུན་པར་དེ་ནས་མཐུན། བཅུ་སྲིད། དེ་ནས་ཐེག་པ་གསུམ། དང་ཉན་ཐོས་སུ་རང་རྒྱལ། བྱང་ཆུབ་སེམས་དཔའི་ཐེག་པ་འགའ་གཟུགས་ཤིག་ཁོ་བོས་བསམ་མོ་འགའ་གཟུགས་ཤིག་ཡོད་དེ་སྣ་ནང་སྟུ་ནས་ང་ཆོས་སྟན་ཐུབ་པར་གྱུར་ཅིག་ཟེར་མོ་རྣམས་བསྟབས་ཟིན་ནོ། དེ་ནས་དཔེར་ན་གདུལ་བྱ་ལྷ་ཡིན་ན་གདུལ་བྱ་ལྷ་ལ་ལྷའི་བཀའ་དུ་ཆོས་སྟན་ཐུབ་ཅིག། དེ་ནས་ཀླུ་ཡིན་ན་ཀླུའི་བཀའ་དུ་གནོད་སྦྱིན་ཡིན་ན་གནོད་སྦྱིན་གྱི་བཀའ་དུ། གྲུལ་བུམ་ཡིན་ན་གྲུལ་བུམ་གྱི་བཀའ་དུ་མིའི་བཀའ་རྣམས་དང་མི་ཡིན་ན་མིའི་བཀའ་དུ། མིའི་བཀའ་ལ་ཡང་དེ་ནས་མང་པོ་ཡོད་དེ་ནང་དང་འཛམ་གླིང་ཡིན་ན། དེ་ན་རྒྱ་གར་གཅིག་པུ་ང་དང་དཔེ་མཚོན་ན། དེ་ནས་རྒྱ་གར་ཡིན་ན་སྐད་སུམ་བརྒྱ་དྲུག་ཅུ། སོ་སོ་སྐད་སོ་སོ་སོ་སོ་དེ་ནས་མི་འདྲ་བ་སུམ་བརྒྱ་དྲུག་ཅུ་ཡོད་དེ་ནོ། བཞོན་ནོ། དེ་ནས་དེ་རྒྱ་གར་སྐད་སུམ་བརྒྱ་དྲུག་ཅུ་ཡིན་ན་ང་ཆོས་གཏམ་ཐུབ་ཞིག། དེ་ནས་འགྲོ་བ་ཁོ་རང་ཡི་བསམ་པ་མོས་པ་དང་མཐུན་པའི། དེ་ནས་ཐེག་པ་ཆེན་པོ་ཡིན་ན་ཆེན་པོ་ཆུང་ཆུང་ཡིན་ན་ཆུང་ཚད་ཡིན་ན་ཆུང་ཚད། དེས་ཆོས་གཏམ་ཐུབ་པར་ཤོག་ཅིག།

འགྲོ་བ། མཁའ་ནས་མཁའ་རུ། དེ་ནས་འགྲོ་བ་སོ་སོ་སོ་སོའི་སྐད་དུ། དེ་ནས་ངའི་ཆོས་བསྟན་ཐུབ་པར་གྱུར་ཅིག་ཟེར་བས་དེ་ནས་སྨོན་ལམ་བཏབ་ཟིན་ནོ།